བཀྲ་ཤིས་བདེ་ལེགས། ད་ད་རེས་འདི་ལ་ཡང་ང་ཚོ་གིས་རྐྱང་འགྱུར་དང་ལྡེབ་འགྱུར་ཟེར་བའི་ཆོས་རེད་ཨོ་དེ་ཀོ་ལ་ཤོད་ཡིན་ད་ང་ཚོའི་ཡིག་ཆ། ཡིག་སྣོད་ཅིག་གི་ནང་ལ་ཡིག་ཆ་མང་པོ་ཅིག་གི་ནང་ལ་ལྡེབ་ཅིག་ལ་འགྱུར་བ་དང་གོ་ནོན་ག་འདྲ་ཞིག་བཏང་དགོས་མིན་དེ་ལ་ལྟ་དགོས་ར། ད་པེ་ཁ་ཚང་ང་ཚོ་གི་ལས་ནི་མ་ཁ་ཚང་ཟེར་བ་འདུག་ལ་དེ་སྔོན་ལ་ལས་ནི་བཟོས་བྱ་རྒྱུ་ཅིག་ཡོད་ར་དེ་ཡི་ནང་ལ་ང་ཚོ་བཀའ་བསྟན་ཟེར་ཡ་དེ་ཡི་ནང་ལ་ལྟ་དགོས་ར།

ད་ཡིག་ཆ་བརྒྱ་དང་སུམ་ཅུ་སོ་དགུ་ནང་ལོགས་ལ་ཐ་མ་ཤི་བཞི་སྟོང་ལྔ་བརྒྱ་ལྔ་བཅུ་ལྔ་བདུན་འདུག་ཨ། ད་འདི་གསོ་སྦྱོང་ཟེར་དེ་ཨ་ནི་དག་ཆ་ནོར་དེ་ཡོད་རོ། ད་ཁྱེད་རང་དག་ཆ་སྒྲིག་བརྗོད་ཅིག་འཁྲིད་དགོས་ཡོད་ན། སོ། ས་བ་ཏི་བ་ཡི་ཏི་རྒྱ་ནི་རྒྱུ་ང་ཀྱང་ཡང་ཅིག་མེད་རྒྱུ་དེ་འཁྲིད་དགོས་གོ་ར། ད་འདི་ཚབ་བྱ་དགོས་ཡོད་རེད་ཚབ་བྱ་ན། ཞན་པ་བྱེད་སྟངས་ཅི་ག་རུ་ནི་རེ་རེ་རེ་རེ་བྱེད་དེ་གོ་རེ་རེ་རེ་རེ་བྱེད་དེ་ད། ད་བཞི་སྟོང་ལྔ་བརྒྱ་ལྔ་བཅུ་ལྔ་བདུན་ཟེར་དུ་ད་དཔེ་དེ་ཆ་སིང་པོ་ཞུ་ཆ་ཟ་ར་གོ། ད་ལྟའི་སྒྲིག་བཀོད་མ་རག་བྱས་ཙང་ད་ལྟའི་ཚང་མ། དེ་ཚོའི་ཐུན་ཐུན་གཅིག་ན་དེབ་གཅིག་ལ་བཟོ་དགོས་ཡོད་ན་ད་ངས་འདི་ལ་བཟོ་སྦྱོང་ཟེར་ཡ་དེ་ཚེ། འདི་གི་ཚབ་ལ་བཟོ་སྦྱོང་ཟེར་ཡང་འགྱིག་མེད་རྒྱུ་དེ་བཞག་ཟེར་ན་ད་བཞག་དགོས་འདྲ་བཞག་ཡ་ལ་དེ་ནས་དགོས་དགོས། དེ་ནས་ཨ་ཁོས་གི་ཡིག་ཆ་འདི་འདྲ་མང་པོ་ཅིག་ན་ཐོག་མ་འདི་འདྲ་ཅིག་བྱུང་འདུག་དེ་ལ་ནི་ཡང་འགྱིག་མེད་རྒྱུ་དེ་བཞག་གི་ཡིན་ད་བཞག་གི་ཡིན།